ཡིག་ཆ་ཨང་ཉི་ཤུ་པ་དང་ཉི་ཤུ་ཀ་པ་གཉིས་ཀ་ལ་ཡང་དགག་བྱ་ཞུ་གི་ཡོད་ཞུས་པ་ཡིན། ད་ལྟ་ང་ཚོ་ཆོས་དོན་ཁྲིམས་ཞིབ་པ་ཆེ་བས་ཀྱིས་དམ་འབུལ་གྱི་སྐོར་ལ་གསུང་གི་ཡོད་རེད། དེ་དང། ཆོས་དོན་པ་ཁྲིམས་ཞིབ་པ་ཆེ་བས་ཀྱིས་དམ་བཅའ་ཕུལ་ས་དཀའ་ངལ་ཡོད་པ་གཅིག་ལ་ངས་ངོས་འཛིན་ཞིག་མེད། བཀའ་དྲིན་དོན་ཚན་དྲུག་ཅུ་རག་གསུམ་གྱི་གསུམ་པའི་ནང་ལོགས་ལ། ཆོས་དོན་ཁྲིམས་ཞིབ་པ་ཆེ་བ་ཁྱུག་ལ་ཉེ་བའམ་ལས་ཚབས།

སྲིད་སྐྱོང་དང་བཀའ་ལས་གནང་པའི་ལས་ཁུར་དང་དམ་འབུལ་བྱེད་ཤུགས་སྐོར་དུ་འགྲོ་གི་ཡོད་རེད་མ་དེ་སྙིང་སྟོབས་ལས་འཕྲིན་བཞི་པ་ཆེ་བ་དང་ལས་ཚོགས་གང་ག་ཚད་ཁྲི་དྲུག་ཅིག་བཏང་ཡོང་གི་འདུག་དེ་གི་ཁྲི་དྲུག་དེ་ཁ་ཤོ་ག་ལས་ཁྲི་ཡ་རེད། དེ་བྱས་ཏེ་སྟངས་འཛིན་གནང་པའི་ཐོག་ནས་དེ་ཁ་ཐུག་བཀག་དགོས་ཀྱི་འདུག་ཞུ་ཡ་ཡིན། ད་འདིར་དོན་ཚན་ཚོགས་མ་དང་འབྲེལ་བ་ཆགས་དེར་ད་གི་གོང་དུ་ཞུ་བ་ནང་བཞིན་ད་དངོས་གནས་ཤི་ན་རེ་རེ་ནས་འགྲོ་དགོས་བོ་རེད། ད་དོན་ཚན་ཚོགས་མ་འབྲེལ་བ་ཆགས་དེ་དང་པོ་ནས་གཅིག་བགྲོ་གླེང་ཞིག་བྱས་ཨ་ནི་དེའི་རྗེས་ལ་གཏན་འབེབས་ཞིག་འགྲོ་བཞག་ན་བསམ་སོང། འདི་དགོངས་པ་བཞེས་གནང་རོགས་གནང། ཤི་ཏི། ཀརྨ་དགེ་ལེགས་ལ་མུ་མཐུད་ནས་གསུང་གནང། དཔལ་ལྡན་ཚོགས་གཙོ་མཆོག་སླར་ཡང་གོ་སྐབས་གནང་བ་ལ་ཐུགས་རྗེ་ཆེ་བ་ཡིན། ད་ལྟ་བཅའ་ཁྲིམས་ཁྲིམས་འཆར་བཟོ་བཅོས་གྲོས་འཆར་ཁྲིམས་འཆར་དེ་ནང་ལ་ཡང་དེ་ནི་དོན་དག་རྡོག་རྡོག་འདི་ང་ཚ་བཙན་བྱོལ་བོད་མིའི་བཅའ་ཁྲིམས་ལ་རམ་འདེགས་སྤེལ་བ་དེ་རེད་ཤག། ཚོགས་དུས་བཞི་པའི་སྐབས་ལས་སྤྱི་འཐུས་རྒྱུན་ལས་ཀྱི་ཐོག་ནས་ད་ག་རང་ཞིག་ཁེལ་ཡོང་བ་རེད། འདི་འགྲོ་ཡོད་མ་རེད། ད་ལྟ་སླར་ཡང་ཁེལ་ཡོང་གི་ཡོད་རེད། འདི་ག་རེ་བཞིན་དུ་ཁེལ་ཡོང་གི་ཡོད་རེད། གཅིག་བྱས། གལ་སྲིད། ང་ཚོ་འདི་འདི་གཉིས་གཉིས་ནང་ནས་གཅིག་ཐོན་པ་ཡིན་ན།
ཞེས་དེའི་དགེ་རྒན་སྨོན་ལམ་ཐར་ཞིག་ལ་ལས་རིམ་རྣམས་བསྐྱར་གསུངས། བ་དན་ཚོགས་གཙོ་མཆོག་ཚོགས་དུས་བཞི་པའི་སྐབས་སུ། ཁོས་ནི་འོས་ཤོག་བསྡུས་པ་དང་དོན་འགྲུལ་ཅན་ནི་མ་འགྲོ་བ་རྩ་བ་ཉིད་ནས་མ་རེད་པ། ད། ཚིག། ག་འཇོག་མ་འཇོག་བེད་སྤྱོད་མ་གཏོང་གསུང་ད་རྗེས་ཅི་ཆུག་ཅི་འདུག་རྒན་པ་དོན་འགྲུལ་གྱིས་དོན་དག་ང་ཚོ་གྲོས་ཚུགས་ཚུགས་མ་ཐབས་ནས། ཚོགས་གཙོ་རྣམ་པ་གཉིས་ཀྱིས་ཕར་དུ་བ་གཅིག་ལ་སྐོང་བཞག་པ་རེད་མ་གཏོགས་རྒན། ང་ཚོ་དེ་ལ་འོས་ཤོག་བསྡུས་ནས་ཟ་སོང་བ་དང་དོན་འགྲུལ་མ་རེད་པ་དེ་ག་དུས་ཡིན་ན་དེ་ཚིག་དེ་བེད་སྤྱོད་བཏང་བསྡད་ཀྱི་འདུག་དེ་ཚོ་ལ་སྟངས་འཛིན་གནང་དགོས་རེད་ཞུ་ཡ་ཡིན། ཞི་བདེའི་སྐར་མ་དགེ་ལེགས་ལགས་འཕྲོད་དེ་གསུངས་ལོ། ད་དུས་ཚོད་རྫོགས་འགྲོ་འདུག།
གལ་སྲིད། གཞི་རྩ་འདི་གཉིས་ནང་ནས་གཅིག་ཐོན་པ་ཡིན་ན། ད་ལྟའི་གི་ཡུལ་གཞོན་པའི་ཁྲིམས་ཞིབ་པ་ལས་ཚབ་དེའི་གནས་སྟངས་ག་རེ་ཆགས་ཀྱི་རེད། རྙིང་བ་འདི་ལ་གལ་ཆེ་ཤོས་འདི་ལ་ཡ། ང་ཚོའི་བཙན་བྱོལ་བོད་མིའི་སྒྲིག་འཛུགས་འདི་ལ་ཁེ་བཟང་ངེས་ཤོས་ཡིན། ལོ་རྒྱུས་ཀྱི་རང་བཞིན་ལྡན་པའི་ང་ཚོའི་སྒྲིག་འཛུགས་ཤིག་ཆགས་བསྡད་ཡོད་རེད། ལོ་བཞི་བརྒྱ་མན་ཙི་གི

ནི་ཡ། དེ་རང་གི། ད། ད་ལྟ་ང་ཅི་ཁྲིམས་བཅའ་བཅོས་ཀྱི་ཡ། ཡིག་ཆའང་སྤྱིར་གི་རེད། ཉུ་ཤི་རེད། དེ་ལ་བྱ་ཞིག་ལེན་གི་ཡོ། ཧང། རྩ་ཡིག་བྱ་ནི་དེ་ལ་བློ་ཕམ་ཞུ་ཤོ། ག། ཡིན་ཟེར་ན། དེ་ལ་ཁྲིམས་འཆར་གཉིས་ཁྱེར་ནས་ཡོང་ཡོ་རེད། ག། ཤིག་གི་ངོས་ནས་ཁྲིམས་འཆར་བྱས་ན་ལི་ཀ་ག་ར་བྱས་ན་དེ་ལ་ཀག་པ་ཅིག་རྒྱག་མ་ཐག་བསྡད་ནས་ཁྱེད་ཀྱི་ང་ར་བཙུགས་ན་ཁྱིམ་དེ་བསྐོར་གྱི་ཡོ་རེད། ད་ངས་དེ་རང་བཞུད་འདོད་པ་དེ་ག་ར་བྱུང་ཟེར་ན། སྤྱི་མཐུས་རྒན་པ་སྐོར་ཅིག་གིས། བཅའ་ཁྲིམས་གཏོར་སོང་གདའ། སྒྲིག་འཛུགས་གཏོར་སོང་གདའ། ད་འདོད་པ་བསྐང་མ་སོང་བའི་བརྗོད་གཏན་གདའ། གཅིག་བདེན། བཀའ་ཤག་སྐབས་བཅོ་ལྔ་བའི་བཅུ་དྲུག་ཡ་ཡ་རྩིས་སྤྲོད་སྐབས་སུ་དམངས་གཙོའི་བཀའ་གསལ་གཏོར་ལྡན་ནི་ར་དམངས་གཙོའི་བཀའ་གསལ་མེད་པ་ཟེར་རྩིས་སྤྲོད་གནང་སོང།

ད་ཐེངས་ཚོགས་གཙོས་ཡིག་ཆ་ངོ་མི་ཤེས་མཁན་གྱི་ཚོགས་གཏམ་དུད་འགྲོ་གཏོང་ཡ་ཡོད་རེད་བས་ཅེག་ཐེ་བྱེད། གཉིས་པ་དེ་ད་གང་ཟག་ལ་མིག་འདུག་ཅང་ཅང་གསུང་གདའ་ད་གང་ཟག་དེ་མི་དེ་མིང་ཅིག་བོས་བྱས་ན་ཡག་པོ་འདུག་ཕ་ཇོ་ནི་ཡིན་ན་རེད་སུ་ཡིན་ན་རེད་ད། ད་གོང་བཀའ་ཤག་དེ་ལ་གང་ཟག་ལ་དམིགས་པ་རེད་གསུང་མཁན་བྱོན་སོང་དེ་རིང་གང་ཟག་དམིགས་པ་རེད་གསུང་མཁན་བྱོན་ཕ་ཆེ་བཀའ་ཤག་དེ་ལ་ད་གོང་གང་ཟག་དམིགས་དུས

ཡིག་ཆའང་སྤྱིར་དགོས་བ་ཅིག་འགྲོ་ཐུབ་པ་ཡིན་ན་ཕུགས་རྒྱང་རིང་བོ་ལ་ང་ཚོ་བསམ་བློ་བཏང་ས་ཟིན་འདུག་བསམ་པ་དྲན་ཡོད། རྩ་ཡིག་གི་ཆ་ནས་ད་ཡིན་ན་ཡང་ད་དེ་ང་རང་ཚོའི་ནང་འགྲོ་མ་ཅི་ག་རེད་འགྲོ་མ་ཅི་ག་དེ་མ་ཅི་ག་རང་རེད་དེ་མ་འོངས་པ་ནག་ཉིས་ཀ་རེ་ན་འགྲོ་མ་ཅི་ག་ཅིག་འཁུར་དགོས་རེད་མ་གཏོགས་གཞན་ཅང་སྐད་ཅིག་ཆོག་ཅིག་ཡོད་མ་རེད། ཨ་ནི་ག་དུས་ཡིན་ན་འདིའི་ནང་ཡ་རྒན་པ་གཅིག་གཉིས་ཟིག་གིས་བོད་དོན་ཁྲིམས་ཞིབ་པ་རྫུན་མ་ཁྲིམས་ཞིབ་པ་གཅིག་ཚོ་ནས་ཤེས་ཡོང་གི་འདུག་དེ་ཤེས་དགོས་བ་ཅིག་མ་རེད་དེ་ཤེས་ཡོང་གི་འདུག། ཁྲིམས་ཞིབ་པ་རྫུན་མ་ཡིན་ན་རྫུན་མ་གི་འཛིན་ཚུལ་དམ་བཅའ་གར་གྱིས་ལངས་རེད་ཟེར་ཏེ་བྲོས་བ་རེད་ད། དམ་བཅའ་ལས་འདུས་ཚང་མ་ཁྱེད་རང་ཚོས་ཁྲིམས་ཞིབ་པར་རྫུན་མ་ཡིན་ངེས་ལེན་གི་མེད་ཟེར་ན་དེ་ཡང་སེམས་སྡུག་ཅིག་རེད། དེ་མ་བྱེད་ཅེས་ཀྱི་དམ་བཅའ་ལས་འདུས་ལགས་སོ་ད་ལགས་སོ་ལ་ཚང་མ་ལངས། ད་ཞིག་ནས་སོ་སོ་ཁྱིམ་དུ་ཡ་ཁྱག་ཚར་བའི་གཞི་གོ་ད་ལྟ་ཁྱོད་རྫུན་མ་རེད་སྐྱག་པ་རེད་རྐུན་མ་རེད་ཟེར་ན་ཏག་ཏག་བསྡད་གི་མི་འདུག་ཞུ་བ་ཡིན། དེ་ཅིག་བཞི་དོ་བྱུང་བར་དུ་ཚོགས་མཆོག། འགྲོ་དོར་ལ་ད། སྐར་མ་གསུམ་སྐར་མ་གསུམ་བུས་བསྒྲུབས་ཚར་སོང།

ཐུན་བཞི་པ་ཟེར་མཁན་དེ་ད་ང་ཚོས་ད་ལྟ་བར་དུ་ཤེས་ཀྱི་ནི་ད་འདས་པའི་ལོ་གཉིས་ལོ་གསུམ་རིང་ལ་ང་ཚོ་སྣང་གྲགས་ཡོང་ས་གཙོ་བོ་ཆེ་ང་ཚོས་ཐུན་བཞི་པ་རྐྱང་རྐྱང་ཤེས་ནས་དུས་ཚོད་ག་ཚིག་ཟླ་ཚར་བས་ང་ཚོ་སྣང་གྲགས་ག་ཚིག་ཅུང་ཟད་ཟད་ཡོད་འདུག་ད་ནི་མ་ད་ནི་ནས་བཟུང་སྟེ་ཐུན་བཞི་པ་ཟེར་མཁན་དེ་ཤེས་མི་དགོས་བ་ཅིག་བྱས་ཀྱི་ནི་དང་ཆ་ཕུལ་ས་དེ་ཨ་ནི་བཅའ་ཁྲིམས་རུ་མི་ཆོས་སྐུ་མདུན་དུ་ཕུལ་རྒྱུ་ཡོད་པ་ཅིག་བྱུང་སོང་ན་ང་ང་ཚོ་ཁོ་ཅིག་སྣང་གྲགས་རོགས་ཅིག་མེད་པ་ཆགས་པར་ཡག་པོ་རེད་བསམ་འདུག་སྤྱི་བཏང་ད་ང་རང་ཚོ་ལ་ཐུན་བཞི་པ་ཡོད་མི་ནོར་བ་མ་རེད་ཡོད་ནོར་ཡོད་ན་ཡང།

ད་ལྟ་བར་ད་ལྟ་ཡོད་བདེ་བ་མང་གཙོ་དེ་སྤྱིར་ན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་ནི་དངོས་གནས་དམིགས་བསལ་གྱི་གཟིགས་པ་ཆེན་པོའི་བྱས་ཀྱི་ནས་ང་ཚོ་ལ་བྱམས་བརྩེ་གྱི་གཟིགས་པ་འོག་ནས་ང་ཚོའི་སྲོལ་རྩ་ནང་ཡོང་ཡང་མང་གཙོ་འདི་རིགས་ཆགས་འོས་རེད། དེ་ཡང་ལོ་ཉི་ཤུ་སོང་རྒྱུ་མ་ཡིན་པར་ལོ་དྲུག་ཅུ་བརྒལ་ཚར་ཏེ་ང་ཚོར་འདི་རིགས་ང་རང་ཚོ་མང་གཙོ་ལོངས་སུ་སྤྱད་དེ། ད་ལྟ་ནས་ང་ཚོ་མང་གཙོ་ཀ་བ་གཅིག་ཆགས་ཚར་བ་རེད་ཅེས་ཞུ་འགའ་ཅི་རེད་འདི ྋསྐྱབས་མགོན་རིན་པོ་ཆེ་མཚན་སྨད་ར་བ་དྲང་པོའི་གཞི་ན། ཁོང་གིས་ང་ཚོ་ལ་དམངས་གཙོ་གནང་ཡོད། ཁོང་གིས་ང་ཚོ་ལ་དམངས་གཙོ་ཡང་དག་པ་ཆ་ལག་ཚང་བ་ཕུན་ཚོགས་ཚོགས་པ་ང་ཚོར་གནང་རོགས། དམངས་གཙོ་ལ་དགེ་ནས་མི་མང་གི་དབང་ཚད་ལག་ལུང་མ་གཏོང་འདི་ནས་ཡ་གཅིག་སྒྲིག་འཛུགས་མཁན་ཡིན་གཅིག་གི་ཆ་ཤས་ལ་དབང་གཙོ་མ་རུ་བ་གཏོང་རྒྱུ། མི་མང་གི་འཇོན་པ་ཡིན་ན་དབང་ཚད་ཆ་ཚང་མི་མང་གི་ལག་པ་ལ་སྤྲད་ཅིག་ནས་ང་ཚོ་ལ་དམངས་གཙོ་གནང་ཚར་བ་རེད། འདི་འང་ལོ་བཅུ་བཅོ་ལྔ་ཉི་ཤུ་སོང་རྒྱུ་མ་རུ་བ་ལོ་ལྔ་བཅུ་དྲུག་ཅུ་ཕྱིན་ཚར་བ་རེད། དེ་ཡིན་དུས་ངས་དམངས་གཙོ་ལ་དོ་ཕོག་གང་ཡང་འགྲོ་ཡ་རེད་བསམ་གི་མེད་ད། ད་ལྟ་ང་ཚོ་འདི། ང་ཚོ་འདི་ད་ལྟ་ཀྱི་འཕྲིན་ཤེས་གང་ཞུ་འགའ་ཅིག་རེད་ལབ་ན་ང་ཚོ་འདི། ཇི་ག་ཡོད་ཅོག་གི་འཕྲིན་གང་འདྲ་བོ་གས་མ་རུ་བ་དེ། འདི་ནི་རྒྱལ་ཁབ་གཡོ་སྒྱུ་གི་འཕྲིན་ཁང་དུ་འདི་འདྲའི་འཕྲིན་གཞི་ཁང་ཞུ་རྒྱུ་ཡིན་པ་ཡིན་ན་ང་ཚོ་འདི་ད་འདི་འཕྲིན་གཞི་ཁང་གི་ཐག་བཅད་བཞག་འདི་ཅོ་འདི་ཚོ་མ་ནིང་གི་འདི་ཚོ་གྲོས་ཚོགས་འཐུས་མི་འདི་ནས་གཙང་ཁང་ལ་ཡོད་རྒྱུ་རེད་དེ་ཡིན་ན་ཀེར་ཁོང་ཇེ་མི་འདྲ་དེ། སོ་སོ་གི་གནས་ནུས་གྲུ་དུས་ནས་འདི་ཞུ་འགའ་ཅི་རེད་དེ་སོ་སོ་གི་གནས་ནུས་མ་གྲུ་འོ་འདི་འཕྲིན་གཞི་ཁང་བརྩི་མཁན་ལས་མཁན་དང་མང་གཙོ་སྐོར་མ་ཆ་ར་ལི་ར་ཤེས་མཁན་སུ་ཅི་མི་འདུག་ཨ། འདི་དྲང་པོ་མ་རེད་དེ། འདི་ང་གལ་ཆེན་པོ་ཡིན་ན་ག་དུས་ཡིན་ན་སོ་སོ་ཙམ་ནས་འགོ་བཙུགས་ནས་གལ་ཆེན་པོ་བཟོ་དགོས་རེད་དེ་ད། ཡིན་ན་ང་ཚོ་གལ་ཆེན་པོ་བརྩི་མཁན་དེ་སོ་སོ་བརྩི་ནུས་གྲུབ་དུས་གྲུབ་བརྩི་ནུས་མ་གྲུབ་དུས་བརྩི་མི་འདུག་ག། འདི་ཡོད་དུས་ང་ཚོས་འདི་དང་ཆ་ཕུལ་ས་དེ་གི་ཐོག་ནས་དེ་སོ་སོའི་འདོད་པ་ཡོད་པ་དང་སོ་སོ་འུར་འདོན་ཞུ་ས་ཡོད་པ་གི་དེ་གང་ཡང་བྱུང་མ་སོང། དེ་ནས་ད་ང་ཚོས་ཁྲིམས་ཞིབ་ཁང། འཇུ་དོམ་ལ།
ལ། འཇུ་དོམ་དེ་ཚོའི་ཚོང།
བྱས་ཙང་འདི་ཡོད་དུས་ཙམ་པ་ལ་ང་ཚོ་འདི་ང་ཚོ་འདི་གི་ནང་ལ་དེ་རིང་ཁྲིམས་ཞིབ་ཁང་ཟེར་མཁན་དེ་ང་ཚོ་མགོ་དབུགས་མི་འདུག། ད་ང་ཚོ་ཁྲིམས་ཞིབ་ཁང་ཟེར་མཁན་དེ་མེད་པ་ན་མང་གཙོ་སྐོང་པ་ཆགས་དུས་ལ་ཡ་དེ

དམིགས་བསལ་གྱི་དེ་རིགས་གསུམ་པ་དེ་ནང་ལོགས་ལ་ནི། ད་ལྟ་དེ། ཁྲིམས་ཞིབ་པ་ཆེ་བའམ་ལས་ཚབ་ལས་དེ་དེ་བཏུབ་བྱ་འདི་དེ་ཡ་གཅིག་བཅུག་ཐུབ་ན་དེ་ཞུ་བ་ཡིན། ཨ་ནི། ད་སྤྱི་ཡོངས་ནས་ད་ལྟ། ང་ཚོ་དེ་ད་ལྟ་ཡིག་ཆ་དེ་རྩ་ཆེན་པོ་ཞུ་རེད་ང་རང་ཚོ་ཚང་མ་གི་བེ་ཇིས་ད་ལྟ། རྣམ་པ་ཚོས་ཀྱི་གསུང་དང་ལྟ་བ་ཡིན་ན་རྩྭ་ཞིམ་པོ་ཞིག་ཞིབ་ཏུ་བརྩི་གི་འདུག་དེ་འདྲའི་བརྩི་བ་ཡིན་ན་དངོས་གནས་ལྷག་བསམ་རྣམ་དག་དང། དངོས་གནས་རང་སྤྱི་བའི་དོན་དག་ལ་བསམ་བློ་གཏོང་གི་ཡོད་ན། ཨ་ནི་ང་རང་གི་བསམ་ཚུལ་ལ་ད་ལྟ། དེ་སྔ་ཐེངས་གཅིག་ང་ཚོ་དེ་ཁྲིམས་ཆག་ཁེལ་ཡོང་བ་ཅིག་ཉེ་མ་སྐབས་བཞི་པ་ལ་མ་ཚགས་ཡ་དེ། ང་ཚོ་འདི་འདི་བྱེད་ཡོད་རེད་བ། བཅའ་ཁྲིམས་འདི་ཉིད་ལག་ལེན་བསྟར་འགོ་བཙུགས། བྱེད་པ་ནས་བཟུང་ལོ་ངོ་སུམ་ཅུ་རིང་ལ་ཡི་བྱེད་པར་བ་དེ་དེ་ལོ་ངོ་བཞི་བཅུ་རིང་ལ་ནི་དེ་འདྲའི་ཅིག་གི་ཡ་འཛིན་སྐྱོང་ནས་ཡ་ཅིག་བཅའ་ཁྲིམས་བསྐྱར་བཅོས་ཅིག་ཕེབས་གནང་ཐུབ་པ་ཡིན་ན་ཨ་ནི་དེ་གང་མགྱོགས་མགྱོགས་ཅིག་ཨ་ནི་དེ་ག་ནང་བཞིན་གྱི་ཚོགས་གཙོ་སྦྲེལ་པོ་གཉིས་ཀྱིས་དེ་ལ་ཡ་བཀའ་འཁྲོལ་གནང་ཅིག་གསང་སྙིང་ལས་རིམ་ནང་བཅུག་ཐུབ་པ་ཡིན་ན་འདི་ལ་ང་ཚོ་ད་ལྟ་འདི་གི་གྲོས་ཆོད་འདི་འགྲོ་བས་ལ་ཏན་ཏན་ཅིག་ཁྱད་པར་འགྲོ་གི་རེད་བསམ་གྱི་འདུག་ད་དེ་འདྲའི་ཅིག་བྱེད་ཐུབ་པས་ན་ང་ཚོ་དངོས་གནས་དྲང་གནས། ད་ནི་སྔོན་ཚེ་མང་ཚོགས་ཀ་བ་གསུམ་གང་ལྟར་ག་རེ་རྣམ་པ་ཚོ་གི་ཧང་སང་ཡག་ཚད་མཐོན་པོ་གི་ཀ་མའི་གསུང་ཆོས་འདི་ཚོ་ཚང་མ་ལ་དོན་དག་འདུག་བསམ་གི་འདུག་ཨ་ནི་འདི་འདི་འདྲས་ཅིག་གནང་ཐུབ་བས་ན་ང་ཚོ་ད་ལྟ་འདིའི་གྲོས་ཆོད་འགྲོ་བའི་ལ་ཡི་གི་ཏན་ཏན་ཁྱད་པར་འགྲོ་ས་རེད་འདི་ཅིག་ཞུ་བས་ཡིན། ཨ་ནི་དེ་ག་ནང་བཞིན་གི་ད་ལྟ་གནད་དོན་གཞན་པ་ཅིག་ལ་ད་ད་ལྟ་ཁྲིམས་འཆར་འདི་ཚོ་དཔེ་རྩ་ཆེན་པོ་དང་གལ་ཆེན་པོ་ཆགས་ཀྱི་ཡོད་དུས་ངས་འབུལ་སྐུལ་ཞུ་བའི་ལ་ཚོགས་གཙོ་ཚོགས་གཞོན་གྱི་སྤྱི་བཏང་ཁྱེད་རྣམ་པ་གཉིས་ཀྱི་འདི་འགན་དབང་དང་སྐུ་དབང་ཡོད་རེད་བྱས་ཙང་ཡིན་ན་ཡང་ཁྱེད་རྣམ་པ་གཉིས་ཀས་འདི་དང་ཆ་ཤས་ལེན་ཐུབ་པ་ཡིན་ན་ང་ཚོ་དེ་གྲུབ་ཆ་ཚང་ཡག་ལ་དཔེ་ཕན་ཐོག་གི་འདུག་ཟེར་བ་དེ་གཅིག་ཡིན། བོད་ཀྱི་རང་ཞུ་གི་ཡོད་ཨ་དེ་གཅིག་ཡིན། དེ་ནི། ཨ་ནི་ད་ད་དེ་ག་རང་ཡིན་ཨ་ནི་དེའི་རྗེས་ལ་ཐ་མ་དེ་ལ། ང་རང་ཚོ་མ་འོངས་པར་དེ་འདྲའི་གྲོས་ཆོད་འདྲ་པོ་ག་རེ་ལེགས་ཡོད་ན་ད་རྒྱབ་ལྗོངས་ཀྱི་བཀའ་མོལ་གསུང་དེ་ན་ནི་ང་ཚོ་ཕན་གི་མི་འདུག་དྲང་པོ་ཞུས་ན་རེ་བ་ད་ང་ཚོ་དགོས་ཡས་འདི་རང་ལ་བསམ་བློ་བཏང་ནས་ཡ་མ་འོངས་པར་གི་ག་རེ་བྱེད་དགོས་འདུག་མི་འདུག་འདི་བསམ་བློ་བཏང་དགོངས་པ་བཞེས་ནས་ང་ཚོ་བཀའ་མོལ་གནང་ཡས་འདི་དཔེ་གལ་ཆེན་པོ་རེད་བསམ་གི་འདུག་ད་དེ་རིང་ཆགས་བཞག་བ་ཡིན་ན་ནི་བཀའ་མོལ་ག་ཞེས་ཀྱི་ཁྲོད་ནས་ནི་ཅིག་ད་འདི་ག་ལ་བགྲོ་གླེང་བྱུང་མོ་དགོས་ཡས་ཀྱི་འདྲེ་ཡ་ཐག་ཆོད་ཅིག་གནས་དགོས་ཡས་གནས་སྟངས་འདི

ཆ་ཤས་ཕྱིན་ལན་ཆེ་བསམ་ཚུལ་ཁག་ཅིག་ཞུ་བའི་འདུག་ཆགས་བསྡད་ཡོད། དེ་སྔ་དམ་བཅའི་སྐབས་ལི་ཡཱ་སོ་སོ་ངོས་ནས་ལངས་ཕྱོགས་ཅིག་ཟིན་པ་རེད། དེ་ཡང་སྐབས་དེ་དུས་བཅའ་ཁྲིམས་དོན་ཚན་བཞི་བཅུ་ཞེ་གསུམ་ཐོག་ལི་ཡཱ་གོ་ཁྲིམས་ཡིན་པ་གང་ཞིག་ལི་ཡཱ་ཁྲིམས་དོན་ཡིན་པ་ཅིག་ལི་ཡཱ་སོ་སོ་ངོས་ནས་ངོས་འཛིན་བྱེད་མ་ཐུབ་པའི་ཀྱི་མིན་ཟེར་ལ་བལྟས་བྱས་སྐབས་དེ་དུས་ལངས་ཕྱོགས་ཅིག་ཟིན་པ་རེད། དེ་ཡང་སྐབས་བཅུ་དྲུག་པའི་ཀྱི་གྲོས་ཚོགས་འདིའི་ནང་ལི་ཡཱ། སུམ་ཆ་གཉིས་ཀྱི་ཐོག་ནས་ཡིག་ཆ་བཞག་ཆེད་ཁོ་རང་ཚོ་འཕོ་འགྱུར་བཏང་བ་དང། ཁོ་རང་ཚོ་དངོས་ནས་མི་ནས་ལི་ལི་ཡ་ངོས་ལེན་བྱེད་ཆེད་གྲོས་ཚོགས་ལི་ཡ་ནས་ཁོ་རང་ཚོ་སུ་འཕོ་འགྱུར་བཏང་ཡ་ཡི་སྐུ་དབང་འདི་བཅའ་ཁྲིམས་ཀྱི་གྲོས་ཚོགས་ལ་ཕུལ་ཡོད་རེད་ཟེར་གྱི་འདི་འདྲའི་གཅིག་གསུང་གཅིག་མ་ཕེབས་པ་རེད། སོང་ཙང་བཅའ་ཁྲིམས་གཞི་གསུམ་མ་ཕེབས་པའི་གི་གནས་སྟངས་གཅིག་དང་ཡ་ཕེབས་སྟངས་འདི་བཅའ་ཁྲིམས་གཞི་གསུམ་བྱུང་མེད་པའི་གི་གནས་སྟངས་ལ་བྱུང་ཆེད་ཨ་ནི་ཐིམ་མཐུན་ཡིན་པ་གཅིག་ལི་ཡ་སོ་སོ་ངོས་ནས་ངོས་འཛིན་བྱེད་ཐུབ་ཡོད་མ་རེད་ཟེར་གྱི་འདི་གཅིག་ཞོལ་གྱི་འདོད་པ་བྱུང། ད་དེའི་རྗེས་ལ་ཡང་གནོད་འཚེ་མང་པོ་ཅིག་བྱུང་ཡོད་རེད། ཨ་མཐའ་མ་དེ་ང་རང་ཚོ་འདས་འཛོམས་ཆེད་ངོ་ཚ་ཀེམ་ཀེམ་ཆེན་པོ་ཕྱོགས་ལ་ཡང་ང་ཚོ་མཚན་སྐུལ་སྔོན་ཤོས་ཅིག་ཕུལ། ཀེའུ་རིན་པོ་ཆེ་ཡིས་བཀའ་ཡིས་ཕེབས་བྱས། ཨ་ནི་ང་ཚོ་དམ་བཅའ་ཕུལ་ཡོད་པ་རེད། བར་བརྒལ་ཚོགས་གཙོ་གིས་ཁྲིམས་དཔོན་ས་ནས་དམ་བཅའ་ཕུལ། ང་ཚོའི་ངོས་ནས་བར་བརྒལ་ཚོགས་གཙོ་དེ་ངས་དམ་བཅའ་ཕུལ། སོང་ཙང་དེའི་རྗེས་ལ་ཡང། གནས་ཚུལ་མང་པོ་ཅིག་གུས་པ་བཀྲོལ་ཡོད་རེད་ཟེར་ཟེར་སོ་སོ་ངོས་ནས་དྲན་བསྡད་ཀྱི་ཡོད་བཟང་སྤྱོད་ཀྱི་ཐོག་ནས། སོང་ཙང། ད་ད་ལྟའི་ཆར་ལ་ཡ། ང་ཚོ་རྒྱབ་ཤིག་རྒྱབ་བྱས་ཙང་གཅིག་འགྲིག་འདུག་འགྲིག་མི་འདུག་ཟེར་ཟེར་ཞུས་ན་ཏག་ཏག་རྩ་བ་ངོས་ནས་འགྲིག་གི་ཡོད་རེད་བསམ་གྱི་མི་འདུག་མདུན་ལ་ཡ། མདུན་བསྐྱོད་བྱས་བྱས་འགྲོ་ཡ་གི། གནས་སྟངས་ཅིག་ཆགས་ཀྱི་ཡོད་རེད་དྲན་གྱི་ཡོད་སོང་ཙང། ང་རའི་ངོས་ནས་ད་ལན། བཀའ་ཤག་གི་ཁྲིམས་འཆར་འདི་རེ་དྭགས་ནང་བཞིན། སྤྱི་འཐུས་རྒྱུན་ལས་ཀྱི་རེ་གཉིས་ཆ་ལ་ཡ་རྒྱབ་སྐྱོར་ཞུ་གི་ཡོད། རེ་བ་ལ་ཡ། ད་རིང་ཅིག་ང་ཚོ་བཀའ་བློན་ཁོའི་ཐུགས་ཡས་ཕོའི་ཐུགས་ཡས། ཁྲིམས་ཞིབ་པ་ཕའི་ཐུགས་ཡས་ཀྱི་རེ་བ་ཕྱི་ནས་ད་རིང་བསྡད་སླེ་བ་ཡིན། ད་གནས་སྟངས་ག་འདྲས་ཆགས་ཀྱི་ཡོད་དམ་མེད་གོ་ཚོད་ཀྱི་མི་འདུག་ད་ཡིན་པའི་གནས། ང་ཚོ་ཚང་མ་ལོན་ནས་དགོངས་པ་རྒྱ་ཆེན་པོའི་ངོས་ནས་ཆེ་ས་ནས་བཞེས་དགོས་འདུག་ཞེས་བཅས་འབུལ་གྱི་ཅིག་ཞུ་ཡས་ཀྱི་འདོད་པ་ཅིག་བྱུང་སོགས་ད་ག་ན་ཤིང། ཁྲིམས་ཞིབ་པ་གཉིས་ཡིན་པའི་གནས་ད་ལྟ་ཡག་བསྡད་མཁན་གཙོ་གི་ཡིན་པའི་གནས་དགོངས་པ་ཅིག་བཞེས་དགོས་འདུག་ག་རེ་བྱིན་ལ་ན་སུམ་ཅུ་སོ་དགུ་དེའི་ཐུགས་ས་དེ་ཁོ་རང་ཚོ་ལ་ཡིན་པའི་གནས་ཁོ་རང་ཚོ་ཐུགས་དད་ཡོད་རེད་བ་སོང་ཙང་ཁོང་ཚང་སྔོན་ནས་ཡིན་པའི་ནས་དགོངས་པ་གཅིག་ངེས་པར་དུ་བཞེས་རོགས་གནང་ཟེར་བྱས་འབོད་སྐུལ་ཞུ་གི་ཡོད་ཟེར་བྱས་ཞུ་ཡ་ཡིན།